བསམ་ནས་གང་ལ་འགྱུར་ལྟ་བྱས་ཡོད། འགྱུར་ལྟ་མ་བྱས་པར་དུ་ཞབས་བྲོ་ཟེར་ས་མ་རེད། གཅིག་ཟེར། གཉིས་ཟེར། གཟིམ་དབང་ལྷས་ཀྱིས། ལོ་སར་བཟང་ཡ། ངོ་མ། དུས་ཚོད་ཟེར་བ་དེ་མཇུག་པ་རན་འདུག་ཨ། ཁང་པའི་བརྙན་འཕྲིན་ཁང་གི་ལོ་སར་གྲོང་ཚོ་ཚུགས་ནས་ལོ་བཅོ་ལྔ་འགྲོ་ཚར་ཚུལ། ད་ལི་ལས་དགོས་ན་འདྲ། གྲོས་འཆམ་དགོས་ན་འདྲ་ངོ་མ་སྐད་སྒྲོག་ཡས་རེད་གོ། རེད་དེ། མི་མང་པོ་ཞིག་གིས་ཨ་ཁུ་བྱམས་པ། ཁྱོད་ཚོ་གི་གར་ཆུང་དང་ཁ་ཤོ་ལ་ཤུལ་གནས་རྒྱག་དགོས་ས་རེད་ཟེར། ངོ་མ་རེད་ངོ་མ་རེད་ད་ལོ་ཡིན་ན་སྟོད་ཉི་མ་ལྷ་ས་དང་མདོ་སྨད་ས་ཡི་ཐིག་ལེ་ནས་ཁྲ་བསྟན་པ་ཡག་མོ་གཉིས་འདི་ན་ཁྲ་ས་ཡོང་གི་རེད་ཟེར་གྲོགས་ཁོ་ཚོ་སུ་ཡིན་གྱི་རེད་ང་ཚོས་རེ་སྒུག་ཞིག་བྱེད་དགོས། ལྷ
རྒྱལ་ལོ། བཀྲ་ཤིས་སོང་ཟེར་བ་གཅིག་གིས་རྟེན་འབྲེལ་དུས་བཟང་སོང་ཟེར་བ་གཅིག་གིས་རྟེན་འབྲེལ་གཏམ་སྙན་སོང་ཟེར་བ་གཅིག་གིས་རྟེན་འབྲེལ་བཀྲ་ཤིས་བདེ་ལེགས་ཕུན་སུམ་ཚོགས་ཨེ་མ་ཕག་གྲུ་འགུགས་ངམ་ཟ་འབྲས་གར་ང་ཨེ་མིག་ལ་བཀྲ་ཤིས་དར་རྒྱས་ཟེར་འབྲས་གར་ང་ནི་ཡོང་ཡོང་དབུས་སྐྱིད་ཕྱོགས་ནས་ཡོང་ཡོད་ཨ་ར་གྲོགས་ཆུང་མིན་ཀྱང་གྲོགས་སྐད་རྒྱབ་ནས་ཡོང་ཡོད་སྐྱ་དཀར་ཁྲ་མོ་མིན་ཀྱང་ཤུགས་རྒྱུར་བྱས་ནས་ཡོང་ཡོད་ཨ་ཐང་དཀར་གོག་པོ་མིན་ཀྱང་ནམ་འབངས་བརྗེད་དེ་ཡོང་ཡོད་འབྲུ་ཆེན་རྟ་ཕོ་མིན་ཀྱང།

ཡ། དགའ་བསུ་ཞུ། ཡ། དེས་ན་ཁྱེད་རྣམ་པ་གཉིས་མཁས་གི། ཐོག་མ། རང་ཉིད་ངོ་སྤྲད་མདོ་བསྡུས་ཀྱིས་བཤད་ན། རེད་རེད་རེད། རེད་རེད་རེད་གོ་ད་གོ་ཤན་པ་ད་ད། སེམས་ཁུར་ཡག་གི་ཡ། ཨ་ཙི་སེམས་ཁྲིད་ཅི་ཡོད་ན། ངེད་འབྲོག་གི་སྟག་མ་གཟུགས་བྱད་ནི་ད་ཁྱེད་གཉིས་ཨི་གོ། ཨ་ཙི། སྡུད་ཁ་ཤི་ན། སྐད་རིགས་ལ་མི་རྨོངས་ཟེར་རེད། ཁྱེད་རང་གི་སྒྱུ་རྩལ་གི་རྣམ་པ་ཐོག་ནས་ངོ་སྤྲད་ཀྱིས་བཤད་ན་ངས་བལྟས་ན་ཚང་མས་གོ་རྒྱུ་རེད་བསམ་འདུག། ད་ག་རང་རེད།
ཡ།
ང་འདྲ་ཡིན་ན་ཁར་ཆུའི་པད་མ་འདབ་རྒྱག་ན་སྤྲུལ་པ་སྒམ་པོ་གཏམ་ཡོད། ཡ་ཁོག་ཀུན་དགའ་ར་བ་ན་ལུས་རྒྱུ་འཇིག་གཉིས་ཀྱི་ལམ་ཡོད། གཏམ་བཤད་ན་མགོ་ནས་བཤད་སྒྲ་ལྷབ་ན་རྩེ་ནས་ལྷབ། གཏམ་བཤད་ན་རྣ་ལ་སྙན་མོ་གཞིག་གཟིགས་གཟུགས་ན་ཕོ་བ་བདེ་མོ་གཟིགས། གཏམ་འཐེན་ཤོག་ཟེར་དུས་ཐག་པ་འཐེན་འཐེན་གཟིགས་གླུ་ལེན་ཤོག་ཟེར་དུས་རྒྱག་ལངས་གཙང་གཙང་གཟིགས། སྤྲོ་འཁྲབ་ཤོག་ཟེར་ན་རྒོད་པོ་ལྡང་ལྡང། ཡ་ད་གཏམ་བཤད་ཀྱི་མང་ན་རྒྱུད་ཡིན་གཟིགས་བཟའ་ཀྱི་མང་ན་གནད་ཡིན་གཏམ་དང་བྱ་བ་ཉུང་ན་བཟང་གཟིགས་དང་མགྲོན་པོ་མང་ན་བཟང་མིའི་མང་ལ་འབྲོག་མོ་ཆུ་སྒྲོན་ཟེར། ཨ་ཙི་ཨ་ཙི་ཨ་ཙི་ཨ་ཙི། འབྲོག་མོ་ཆུ་སྒྲོན་དགའ་བསུ་ཞུ་གི་ཡོད་ད། ཡ་རྒན་ལགས། ད་ཁྱོད་རང་ཡིན་ད། འབྲོག་མོ་འདི་ལས་སླ་པོ་མི་འདུག་ག། མི་འདུག་ག་གི་ཁྱེད་ཡིན་ད།
དབུས་བྱམས་པ། ཨ།
ངས་དབུས་སྐད་ཀྱི་ཐོག་ནས་ངོས་སྤྲོད་བྱས་ན་ཁྱེད་རང་གི་གོ་གི་རེད་པས། ཧ་ཧ་ཙི།
ཁྱེད་རང་གི་ཐོག་མི་ཚང་པོ་དག་གི་སེམས་ཐོག་གི་དགོངས་པ་ནང་ལྟར་གི་སྐད་ཆ་ཞིག་བཤད་ན་ངས་གོ་རྒྱུ་རེད་བསམ་ད་ཡ། བྱས་ན་ངས་དབུས་ཀྱི་སྲོལ་རྒྱུན་གླུ་གར་རྦད་ཅིག་ནས་ངོ་སྤྲོད་བྱེད་གི་ཡིན་ད། ཡ།

དྭ་ཀོ་འདི་ས་ཀ་རྗེ་རེད་གོ། མེས་པོའི་གཡང་རེད་ད། ཨ་ཁུ་བྱམས་པ། ཨ་ཙི། ང་གཉིས་དེ་ས་ནག་པོ་འདོམ་ལ་བཅའ་སྤྲིན་དཀར་པོ་ཚལ་ལ་བཙུགས་རྗེས་ཡོང་པ་རེད་ལས་ཀ་གཞན་དག་ཡོད་མ་རེད། ཨ་ཙི།
བྲེལ་བ་མ་སློང་བྲེལ་བ་མ་སློང། ས་ག་སོང་ཟེར་ན་འདི་སོང། ལས་ཅི་བྱེད་ཟེར་ན་འདི་བྱེད་ད་དེ་དེ་ཡིན་ན་ཁྱེད་རྣམས་མ་གཉིས་ཀྱི་རང་རུ་སོ་སོ་གི་ས་གནས་ཀྱི་ཁྱད་ཆོས་ཡོད་པའི་གཞས་དང་ཞབས་བྲོ་ཡག་མོ་རེ་འཁྲབ་བྱུང་དུ

ཞེས་དང་ཞབས་བྲོ་ལེན་དགོས་བྱུང་ན། རྐང་པའི་རྩེ་ནས་སྐྲ་རྩེ་བར་དུ་ཚང་མ་ཞེས་དང་ཞབས་བྲོ་རེ་ཁ་རེ་བཏང་ཆོག་ཆོག་ཡོད་ད། ཨ་ཙི་ཨ་ཙི་ཨ་ཙི། ཡ་འདི་འདྲ་བྱེད། ང་ཚོ་བོད་ཀྱི་གཏམ་དཔེ་ལ། གཏམ་མགོ་དེ་རྒན་པ། བླུན་མགོ་དེ་གཞན་པ་ཟེར་རེད། ད་ཁོ་གཉིས་ག་རོ། ཁོ་ལྟས་ཀྱི་ལོ་ཆུང་ས་རེད་གོ། ཡ་ཁྱོད་སྔར་ཡིན་ད།
རེད། ལོ་ཆུང་བ་ཡོད་ན་གསོལ་བདེ་ཆེ་གི་རེད་ལ་གོ་སྐབས་ཀྱང་མང་གི་རེད་ད་ལ། ཁོ་ལོ་ཆུང་ཟིག་ག་ཡིན་ཀྱང་ལོ་ནི་མི་ཆུང་གི་སེམས་སྐྱིད་ག་ཡིན།
ལོ་ཡི་སྒོ་ནས་ཐང་བཏང་ཡོད། ཞལ་གྱི་སྒོ་ནས་བཏང་ཡོད།

འདི་རྒས་པས་མ་བྱས་རུང་ཡིན་ན་དུས་རྒྱུན་གྱི་གླུ་ལེན་འདུག་ཁྱོད་ཀྱི་གླུ་པ་ཨ་ཡི། ང་གླུ་པ་མ་རེད། དེ་ནི་ཞབས་བྲོ་ཆང་ཁྱོད་ཀྱི་བྲོ་པ་ཨ་རེད། བྲོ་པ་མ་རེད་བྲོ་པ་མ་རེད། བཞིན་པ་ཨ་རེད། བཞིན་པ་མ་རེད།
འགྲོ་པ་ཨ་རེད། འགྲོ་བ་མ་རེད།
དེ་ནི་མི་ཨ་རེད། མི་མ་རེད།
མྱི་མ་རེད། མི་མ་རེད།
མི་ཡ་དེ་ནི་ཅི་ཡིན་ན། རེད། མི་རེད་མི་རེད། ང་རོང་མ་འབྲོག་གི་མི་རེད། ཨ་རོང་མ་འབྲོག་དེ་ཡིན་ན། ཞིང་ལས་དང་འབྲེལ་བའི་གཞས་ཡག་པོ་གཏོང་ཤེས་ཀྱི་རེད་བསམ་དུ་གཏོང་ཤེས་གི་ཡ། ཤེས་ད་ཤེས་ཤེས་ད་ཤེས། ཡ།
ཀྱི། ཐལ་བ་ཚུབ་ཚུབ་མ་བྱས་ན། སྟོན་སྣུམ་བག་ཚིག་ཚིག་ག་ནས་ཡོང་ལས་ཀ་བླུག་སྟངས་བསྡེབས་ན་དཀའ་ལས་ཁག་རྒྱུ་མི་འདུག།

དེའི་དུས་ཨ་ཁུ་ཞིང་པས་དཀའ་ལས་མང་པོ་བརྒྱབ་སྟེ་ང་ཚོའི་ཁ་ལྷ་ཟ་རྒྱུའི་གྲངས་ཀར་རྩམ་པ་བཟོས་པ་རེད་ད། ཏོག་ཏོག་རེད། ང་ཚོའི་ཁ་ལ་གྲངས་ཀར་རྩམ་པ་ཟ་ཆོག་ཆོག་ཡོད་པ་དེ་ཨ་ཁུ་ཞིང་པའི་བཀའ་དྲིན་རེད་ད། ཨ་ཁུ་ཞིང་པ་བཀའ་དྲིན་ཆེ།

ཨ་ཁུ་བྱམས་པ། དེ་ག་བ་ཚད་གི་རེད། ཞིང་ལྔའི་ཚགས་པ་དང་སྙེ་མ་ཐང་ལ་ལྷུང་དུས་སྙེ་མ་སྒྲུག་པའི་གཞས་ཡོར་ད། ཨ་ཙི། སྙེ་མ་ཐོ་བའི་གཞས། ཡོར་ད།
འདི་ན་གཞས་ཡིན་ན།
ཤབ་ལྕ་ལེ་ཅི་ཅི་ཤབ་ལྕ་ལེ་གཉིས་ཤབ་ལྕ་ལེ་བོ་ལ་ཁ་ནས་བྱུང། གེ་སར་རྒྱ་པོ་ཁྲི་ལ་བྱོན། ཤབ་ལྕ་ལེ་བོ་ལ་དེ་ནས་བྱུང་ཟེར། ཤ་ཤ་ཤ་ཤ། སྙེ་མ་མང་པོ་འདི་འདྲའི་ལོ་ལེགས་ལྡེམ་འདྲའི་མར་བལ་ལ། ཨ་ཙི་ཨ་ཙི་ཨ་ཙི། ངོ་མ་ང་ཚོ་བོད་ཁ་བ་ཅན་འདི་ཀླུ་མཁར་གྱི་རྒྱ་མཚོ་རིང་བོ་རེད་འདུག་ཨ། རེད། དཔེ་ཆ་བཞག་ན་དབུས་གཙང་ས་ཆ་ལ་འཁྱམས་ཚད་ན། ནང་མ། ལྟོས་གཞས། ལྷ་མོ། སྒོ་གཞས། གཞུང་གཞས། ལྷོ་གཞས། གཞས་ཆེན། གཞས་ཆུང། གཞས་དམའ་དང། ཅི་འདྲའི་མང་པོ་འདུག། དེ་བཞིན་དུ་དཔེར་ན་ཨ་མདོ་ས་ཆ་ལ་འཁྱམས་པ་ཡིན་ན། གདོང་ལེན། རྩེད་རིགས། རྣམ་ཐར། བསྡུས་ཀ། མཛའ་བཤེས་ལགས་ཚུགས་པ་དེ་འདྲའི་མང་པོ་འདུག་དཔེར་ན་ང་ཚོ་ཁམས་ཕྱུགས་ལ་མཚན་ན། གཞས། རས་པ། གླིང་སྒྲོ། འབྲས་དཀར་ལ་སོགས་པ་ངོ་མ་རིག་གནས་ཀྱི་བང་མཛོད་རེད་ད། རིག་གནས་འདི་དག་ཚང་མ་ནི་ང་ཚོ་ཀྲུང་ཧྭ་མི་རིགས་ཀྱི་ཕུལ་དུ་བྱུང་བའི་རིག་གནས་ཅུང་ཞུགས་རེད་ད། རེད་རེད་རེད། རེད་དེ། ད་དེ་ནས་དེ་དག་རྒྱུན་འཛིན་བྱེད་དགོས་ན་གཙོ་བོ་བྱིས་པ་ལ་ཐུག་བར་བ། རེད། དེས་ན་ཁྱེད་རྣམ་པ་གཉིས་ཀྱི་བྱིས་པ་གི་གཞས་འདྲ་གཏོང་ཞིག། ཤིས། ཨ་ཚེ། ཤེས་ཀྱི་ཡོད་ཤེས་ཀྱི་ཡོད། ཨ་ཚེ། ཡ་བྱིས་པ་གི་གཞས་ཅིག་གཏོང་དུ་ཚེ་ཡི། ང་ཡི།
ཨ་ཁུ་ཉི་མ་ལྷེ་ལྷེ་གསེར་གྱི་ཉི་མ་དངུལ་གྱི་ཉི་མ་ཉི་མ་དེ་ལས་མཐོ་བ། ཉི་མ་ཉི་མ་ཚུར་ཤོག་སྤྲིན་པ་སྤྲིན་པ་ཕ་རྒྱུད

རྣམ་རྟོག་མི་འདུག། ང་ཚོ་ལ་དགོས་རྒྱུ་ནི་ཞིང་པ་རེད། ང་ཚོ་ལ་དགོས་རྒྱུ་ནི་འབྲོག་པ་རེད། ང་ཚོ་ལ་དགོས་རྒྱུ་ནི་བུ་རེད། ང་ཚོ་ལ་དགོས་རྒྱུ་ནི་བུ་མོ་རེད་བ། རྣམ་རྟོག་མི་འདུག། དེས་ན། ང་ཚོས་མཉམ་དུ། བཀྲ་ཤིས་རྟེན་འབྲེལ་གྱི་ཞབས་བྲོ་ཞིག་ཤོར་ན་ཅི་འདྲ་རེད། རང་རང་རེད། བྱམས་པ། དེ་དགུ་བ།
ངས་དབུས་ཉི་མ་ལྷ་ས་ནས་ནོར་བུ་ཡག་པོ་ཅིག་ཁྱེར་ཡོད་ང་ནོར་བུ་དེ་ཀླད་ཀར་འགྲོ་གིན་གདའ།
ནོར་བུ་ཆི་ཁུ་འགྲོ་བ་ཁུ་བྱམས་པ། ཆི་ཁུ་ཅི་ཡིན་ནོ་ད།
ངོ་མ་མི་ཤེས་ཡ། ཅི་ཁུ་རྒྱུ་ཡས་སང་གོ་གོ། ཁྱོད་རྣམ་པའི་བཟའ་བཟའ་ཚོ་བཏུས་ཡ། འོ་ལ་སོ
སེ།

ཕ་ཡུལ་ཡར་རྒྱས་ཡོང་བའི་བཀྲ་ཤིས་ཤོག། མི་དམངས་བདེ་སྐྱིད་འཛོམས་པའི་བཀྲ་ཤིས་ཤོག། མི་རིགས་མཐུན་སྒྲིལ་ཡོང་བའི་བཀྲ་ཤིས་ཤོག། མེས་རྒྱལ་གཏམ་རྒྱུད་རྒྱས་པའི་བཀྲ་ཤིས་ཤོག། འཛམ་གླིང་ཞི་བདེ་ཡོང་བའི་བཀྲ་ཤིས་ཤོག། ལུས་ལ་ན་ཚ་མེད་པའི་བཀྲ་ཤིས་ཤོག། སེམས་ལ་སྡུག་བསྔལ་མེད་པའི་བཀྲ་ཤིས་ཤོག། བསམ་གཏན་ཡིད་བཞིན་འགྲུབ་པའི་བཀྲ་ཤིས་ཤོག།